ནས་གསན་ཞོག། སློབ་ཚན་འདི་ག་རེ་རེ་ལ་འདས་ཚན་བོད་ཀྱི་ལོ་རྒྱུས་ཀྱི་ནང་ལོན་ནས། བརྗོད་གཞི་དང་པོ་དེ་བཙན་པོའི་རྒྱལ་རབས་དང་མངའ་ཐང་ལོ་དེ་གང་ལ་ཡིན་ད། ཨོ་ཡ་ད་བཙན་པོའི་རྒྱལ་རབས་ཀྱི་དང་མངའ་ཐང་ནང་ལོ་ལ་ཡང་ང་ཚོས་ཀྱི་བརྗོད་གཞི་དང་པོ་དེ་ཆོས་རྒྱལ་སྲོང་བཙན་སྒམ་པོ་སྐོར་ལ་གྲོས་བསྡུར་བྱེད་ཀྱི་རོགས། ད། འདི་ངས་ཁྱེད་རང་ཚོས་ཤེས་པ་ཞིག་གསུངས་གི་ཨ་ནི་ཁྱེད་རང་ཚོ་ངའི་མཚར་བ་དག་ཨ་ནི་བྲིས་དེབ་ནང་ལ་མ་ཕབ་ཡས་དེ་དྲི་མ་མ་བྱེད་པར་བྱེད་རོགས། ད་དུ་འགྲེལ་བཤད་འགོ་འཛུགས་ཡིན་ད། ཆོས་རྒྱལ་སྲོང་བཙན་སྒམ་པོ་ནི་སྤྱི་ལོ་དྲུག་བརྒྱ་བཅུ་བདུན་མེ་གླང་ལོར་ཕོ་བྲང་མི་རྒྱུད་བྱམས་པ་གླིང་དུ་སྐུ་འཁྲུངས་པ་རེད་ཟེར་བ་འདི་གསལ་ཞིང་གསལ་བ་འགོ་འཛུགས་ཀྱི་འདུག་བ། སྤྱི་ལོ་ག་དུས་སྐུ་འཁྲུངས་ཤག་དྲུག་བརྒྱ་བཅུ་བདུན་མེ་གླང་ལོར་ལ་ཡང་ཕོ་བྲང་མི་རྒྱུད་བྱམས་པ་གླིང་ལ་སྐུ་འཁྲུངས་པ་རེད་ཟེར་བ། ཨ་ནི་ཁོང་གི་ཡབ་ཀྱི་མཚན་ལ་ཡང་གནམ་རིག་སྲོང་བཙན་དང། ཨ་ནི་ཡུམ་གྱི་མཚན་ལ་ཁྱོད་ཚོ་ག་ཤེད་ཅིག་གིས་ཀློག་སྟངས་དེ་འགྲིག་གི་མི་འདུག་ཀློག་སྟངས་དེ་ག་འདྲ་རེད་ཞུ་བ་ཡིན་ན། ཚེ་སྤོང་ཟ་འདྲེ་མ་ཐོད་དཀར། ཧང་སོ། ཚེ་སྤོང་ཟ་འདྲེ་མ་ཐོད་དཀར། སྔོན་དུ་སྤྱི་དང་ཧ་གོ་ས་བ་ཡུམ་གྱི་མཚན་ལ་ཚེ་སྤོང་ས་འདྲི་མ་ཐོད་ཁར་བཞུགས་བོ་རེད། དེ་བྱས་ལ་ཡ་ཨནི་སྲོང་བཙན་སྒམ་པོ་སྐུ་ན་གཞོན་དུས་སྐབས་སོ་སོ་ར་ཨནི་བཙན་པོ་ཀྱི་སྟོབས་ཤུགས་དེ་ཨནི་དེ་ག་ཟིག་གིས་ད་བརྟན་པོ་ལ་ནས་རེ་ཤུགས་ཆེན་པོ་རེ་དེ་ག་ཟིག་གིས་ད་ངར་པོ་མེད་བའི་རྐྱེན་གྱིས་ཨནི་བོད་མི་ནང་ལོ་ལ་ཡ་དབྱེན་དཀྲུགས་མང་པོ་བྱུང་བོ་རེད་ཟེར་ར་ད་དབྱེན་དཀྲུགས་ལ་ན་ང་ཚོ་ཁ་ལོག་རེད་ད། སྐད་ཆ་ཡ་མ་དཀྲོག་གཏམ་འདྲོགས་འཁྲུག་ཤ་བོར་བ་དང་འཁྲུག་མང་པོ་ཤོར་ཨ་ནི་གཅིག་གིས་གཅིག་ལ་ཨམ་ཆོ་གྱང་རེད་ཙེ་བྱེད་སྦྱོར་བ་དང་ཨ་ནི་གཅིག་གིས་ཆུང་ས་རེད་གཉིས་ཆུང་ས་རེད་གཉིས་ཡོང་གི་རེད་གསུམ་ཡོང་གི་རེད་ཚང་མ་བེད་ཁོ་རེ་དྭབས་ཕྲུག་ཕུ་ཕྲུག་ཁོ་རེ་ཟོས་ཤོག་རེ་ཕྲུག་ཕྲུག་ཁོ་འདྲ་ཨ་ནི་དེ་མ་ཡིན་གི་ད་དེ་འདྲ་དེ་ནང་ལྟ་བ་ཡིན་ན་སྐུ་ན་གཞོན་པའི་སྐབས་སུ་སློབ་དེབ་ནང་དང་ཀོང་ཉང་གསུམ་ལས་ཟློག་འདི་ས་ཆ་རེད་དྭགས་ལ་ན་བདག་པོ་ས་བྱ་མིང་བྱེད་རོ། ཀོང་ལ་ནི་ཀོང་པོ། མྱང་ལ་ནི་ཨ་ནི་ག་རེ་མྱང་པོ་ལན། ཧང་སོ། དུས་བཞིན་ས་བྱ་མ་འདྲ་གསུམ་ཡོད། འོ་དེ་གསུམ་དེ་ལ་ཡང་ཨ་ནི་ས་བྱ་དེ་ལ་རྒྱལ་པོ་གྱི་སྟོབས་ཤུགས་ཤུགས་ཆེན་པོ་མེད་པའི་རྐྱེན་གྱིས་ཨ་ནི་མི་མང་ཚང་མར་རོ་ཁ་ཤས་རེ་ད་བད་ཁོ་ར་ཐེབས་བསྡད་ཡིན་བསམ་ནས་རོ་ཨ་ནི་ཡར་ངོ་རྒོལ་བྱེད་འགོ་བཙུགས་རོ་ག་ཤས་ཀྱིས་ཨ་ནི་བད་ཁོ་ར་ངོ་རྒོལ་བྱེད་ག་ཤས་ཀྱིས་ས་བྱ་དེ་འདྲའི་སེམས་དགའ་ལེའོ་དེ་འདྲའི་མང་པོ་བྱེད། འདི་ནང་བཞིན་གྱི་ཨ་ནི་ས་ཆ་གཞན་དག་བཙུན་པ་ཞང་ཞུང་ཧ་ཤ་མི་ཉག་ལས་སྦྱོར་བ་འདི་ཚོ་ཡི་ནང་ལོགས་ལ་ཡ་ཨ་ནི་ཁོ་རང་ཚོས་མི་འདི་ཚོ་ག་རེ་བསམ་འདོད་ལ་ན་ད་ཅིག་མ་བྱེད་ན་ང་ཚོ་རྒད་པོ་གཞོན་པ་དེ་འདྲ་གི་དབང་འདུས་ག་ལས་ས་རེད་ལ་དེ་འདྲས་ཀྱི་ད་ཡང་རྔམ་དྲག་རོ་ཡོར་བ་དེ་འདྲས་བྱེད་ནས་བོད་པ་ནང་ལོགས་ཚང་མ་ག་རེ་བྱེད་འདོད་ལ་ན་པད་ཁོ་ར་གཡས་འབྲུག་ཆགས་ཏེ་ཀྲུག་ཀྲུག་བོར་ཐལ་ཏེ་ཡོད་རེད་ཟེར་བ་འོ་འདུག་བྱས་ཨ་ནི་བོད་ཀྱི་ས་ཆ་རུ་བཞི་ཡང་གསར་རྙིང་གི་རྒྱལ་ཟླ་བྱུང་བའི་རྐྱེན་གྱིས་ཨ་ནི་ག་ཤེད་རེད་ལ་ན་རྒྱལ་ཟླ་བྱུང་རྒྱུ་སྦྱོར་བ། རྒན་བདག་བྱུང་སྐབས་བློན་པོ་རིགས་གཅིག་གི་སྲོང་བཙན་སྒམ་པོ་ཡབ་དུག་གིས་བཀྲོངས་པ་རེད་ཟེར་བ། ད་དུག་བྱེད་དུས་གོ་ལ་ས་ཆ་དུ་བ་བོད་ཀྱི་ས་ཆ་རུ་བཞི་ལ་ཡ་དེ་ང་ཚོ་སྟོད་ཀྱི་ཕྱོགས་ལ་ས་ཆ་གཅིག་ཆགས་འགོ་ཟེར་བ། རུ་བཞི་ལ་དུ་གོ་ལ་འདི་གི་ནང་ལོགས་ལ་སྡེ་ཚན་མ་འདྲ། ས་ཆ་བཞི་གཅིག་བྱེད་དུས་གོ་ལ་ས་ཆ་དེ་ལ་མིང་རུ་བཞི་ལ་ནི་བཏགས་ཞེས་བ་རེད་བ། ད་འོ་དེ་སྟོད་ཀྱི་ཕྱོགས་ལ་རུ་བཏགས། ཨ་ཡ། ད་འོང་དེ་འདྲས་ལ་ཡ་ནི་ག་ལ་ད། འདི་ས་ཆར་ས་ཆ་སྲ་བོ་རེད་འདི་ས་ཆ་རྙིང་པ་རེད་ལ་གསར་རྙིང་ལ་ཡོད་རོ། དེ་འདྲས་ཀྱི་ད་གལ་ད་ལ་ན་ད་རྙོག་དྲ་བྱུང་འདྲས་ར། འོ་དེ་འདྲས་བྱུང་འདྲས་དུས་ཚོད་ཅིག་ད་སྐབས་སུ་ཨ་ནི་ག་ལ་བློན་པོ་བློན་པོ་ག་ལ་བ་རེད་ད། སྤྱང་པོ་དེ་འདྲས་ཁ་ཤས་ཅིག་ལས་ལ་བློན་པོ་རིགས་གཅིག་གི་ད་མ་རབས་ཚོ་ཁ་ཤས་ཅིག་གིས་སྲོང་བཙན་སྒམ་པོ་གྱི་ཡབ་ལ་ཡ་ཨ་ནི་ཐུགས་བཀྲེས་ནས་བསད་བཞག་རེད་ཟེར་ར། འོ་འདི་བྱས། ཨ་ནི་འདི་གི་རྗེས་ལ་ཡ་སྤྱི་ལོ་དྲུག་བརྒྱ་ཉིས་རྩ་དགུ་ས་གླང་ལོར་ལ་ཁ་ཆེར་ལ་ན་སྲོང་བཙན་སྒམ་པོ་གུང་ལོ་ག་ཚོད་ལ་ཕེབས་རེད་གུང་ལོ་བཅུ་གསུམ་ལ་ཕེབས། ཨང་བཅུ་གསུམ་ལ་ཕེབས་པའི་སྐབས་སུ་ར་བློན་པོ་རིགས་གཅིག་གིས་བློན་པོ་ག་ཤེད་ཅིག་ར་དཔེ་བློན་པོ་འདི་ཚོ་གི་མིང་འདི་མ་ལ་བ་ཡིན་ན། ཉང་མང་པོ་རྗེས་ཞང་ནང་ཞེས་ར་ཉང་མང་པོ་རྗེས་ཞང་ནང་གར་མང་ཞང་གསུམ་ནང། ཁྱུང་པོ་སྤུང་བསེ་སུ་བསེ་ར་བ་དབྱི་ཚབ་བཅས་ཀྱི་རྒྱལ་པོ་ལ་བསྐོས་པ་རེད། བློན་པོ་འདི་ཚོ་བློན་པོ་རིག་པ་ཅན་རེད་བློན་པོ་གྲུང་པོ་འདི་ཚོ་གི་རྒྱབ་སྐྱོར་ལ་བརྟེན་ནས་ནི་སྤྱི་ལོ་དྲུག་བརྒྱ་ཉིས་རྩ་དགུ་ལོ་ལ་ཡང་རྒྱལ་པོ་སྲོང་བཙན་སྒམ་པོ་འདི་ག་ལ་ཁྲི་ལ་འཁྱོལ་བ་རེད་སྲོང་བཙན་སྒམ་པོ་འདུ་ཤེས། ཨ་འདི་དུས་སྐབས་སུ་སྐྲ་བློན་པོ་དེ་ཚོས་ཀྱི་རོགས་པ་ལ་ལྟ་ནས་ཁ་ཕྱིར་ལོན་ན་འདི་དངོས་ལ་ཡང་རྙོག་དྲ་མང་པོ་ལངས་ཡོད་བ་ངོ་རྒོལ་ལ་དེ་འདྲ་ལངས་སོང་བ་ག་ཅིག་ནོར་ན། དེ་དུས་སྐབས་སུ་བཙན་པོས་ཀྱི་དབང་ཤུགས་ཡོད་མ་རུ་བ་ཞུ་ཞུ་དེ་འདྲ་མེད་དུས་སྐབས་སུ། ཨ་ནི་རྙོག་དྲ་ལངས་རྒྱུ་ཚང་མ་ར་རུ་ཞིག་ལ་ངོ་ལོག་ཡོད་རྒྱུ་ཡིན་པ་ཡིན་ནའི་རེད། ཨ་ནི་ང་ཚོས་ཀྱི་ཡབ་བཀྲོངས་མཁན་ཡོད་རུ་བ་བོ་དེ་ཚོ་ཚང་མ་ལ་ཁོ་ཚོས་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་ཀྱི་དང་སྲོང་བཙན་སྒམ་པོ་བློན་པོ་གྱིས་རོགས་པ་ལ་དེ་བྱས་ནས་ཨ་ནི་ཁ་ཤས་ལ་ན་ཁོང་ཚོས་ཀྱི་བད་ཁོ་ར་མེད་བ་ཞེས་རྩ་མེད་བོར་བཏང་ཞེས་གནང་ས། འོ་དེ་རྩ་མེད་ག་འདྲས་སུ་བཏང་རེད་ལ་ན་དྲག་འདུལ་གྱི་ལམ་ནས་དྲག་འདུལ་ལ་ན་དྲག་པོའི་ལམ་ནས་ར་འོ་དེ་འདྲས་བྱས་ནས་ཁོང་ཚོས་ཀྱི་དེ་ཚང་མ་མེད་བ་ཟེར་ད་ངོ་ལོག་གྱ་ཡ་དྲིག་དེ་ཚང་མ་བཀག་སྡོམ་བྱས་ཞོར་བ་འོ་དེ་ཕྱིར་ཨ་འདི་གི་རྗེས་ལ་སུམ་པ་བྱས་ཞང་ཞུང་བྱས་ཧ་ཤ་བྱས་མི་ཉག་ར་བཅས་བཞི་ཕྲག་གཉིས་ཐབས་ཀྱིས་དབང་སྒྱུར་བྱས་ནས་བོད་ཆེན་པོ་རྒྱལ་ཁབ་གསར་དུ་བཙུགས། ལ་ད་ས་ཆ་གསུམ་པ་ལས་དེ་གཅིག་ཞང་ཞུང་གཉིས་ང་ཤ་གསུམ་མི་ཉག་བཞི་རེད་བ་དེ་ཚོ་ཚང་མ་ད་བཞི་བ་དང་དྲག་པོ་བཞི་དྲག་ལ་ན་བཞི་བ་རེད་བཞི་དང་ན་བཞི་དྲག་ལ་ན་དྲག་པོ་དེ་ཚོ་གཉིས་ཅག་གི་ཐབས་ཤེས་ཀྱི་ཐོག་ནས་ཨ་ས་ཆ་ཚང་མ་དབང་བསྒྱུར་བྱས་ནས་མཐའ་མ་དེ་ལ་སྲོང་བཙན་སྒམ་པོ་གྱིས་བོད་ཆེན་པོ་རྒྱལ་ཁབ་ལ་ནི་གསར་བ་བཙུགས་བ་རེད་ར་ད་བོད་ཆེན་པོ་རྒྱལ་ཁབ་ལས་དེ་ནང་ལོ་ལ་ས་ཆ་ས་ཁུལ་ཆེན་པོ་ལྔ་ཚུགས་བ་ར་ལྔ་བསྡུས་ནས་བོད་རྒྱལ་ཁབ་ཆེན་པོ་རེད་བོད་ཆེན་པོ་རྒྱལ་ཁབ་ལ་དེ་ཆགས་བར